གོ་བ་ལ་སོགས་ནང་དོན་རིགས་ལས་ནང་དུ་འཇུག་པས་དེ་ནི་འོག་ལ་སོགས་ལྟར་བསྐུར་བར་འོས་པ་དེ་ནི་གྲགས་ལོ་ཉེ་བ། འོག་རྣམ་པ་ཚང་མ་ལོག་ལ་དེ་ནི་ད་མདོར་ན་འདི་ན་ནི་གང་དང་སུ་འཇུག་པ་ཐམས་ཅད་ལ། ངོ། དེ་ནི་ཐོག་མའི་ཆ་དང་མཚམས་འདྲི་སྒྲ་ཡིག་བདེ་ལེགས་ཟེར་ནས་དེ་ནི་ཞུ་གི་ཡོད། ད་དེ་རིང་འདི་ནང་ལ་ངོ་བཅར་ཞུས་དགོས་ཡ་དེའི་རྒྱུ་མཚན་ག་རེ་ཡིན་ཟེར་ན་དེ་ནི་ཁ་ཚང་ཚོགས་གཙོ་ལགས་ཀྱིས

དེ་སྐད་དུ་དང་དེ་ནས་མ་དེ་འདྲ་བཤད་ཡ་དེ་དང་ག་རེ་ཡིན་ཟེར་ན་ད་ད་འདྲི་རྗོད་གཞི་དེ་གཙོ་བོ་རྗེ་རིན་པོ་ཆེ་གི། རྗེ་བདག་ཉིད་ཆེན་པོའི་དག་རྣམ་ཐར་ནས་ད་རྟོགས་བརྗོད། ལ་སོགས་འདུན་གླེང་མ་ཞུ་དེ་ཡང་དེ་ད་དེ་ཐོག་ནས་མ་ཅིག་ཞུ་བཤད་ན་དྲན་སོང་དེ་ག་རེ་ཡིན་ཟེར་ན་ད་རྟོགས་བརྗོད་འདུན་གླེང་མ་དེ་དག་སྤྱི་དང་ལོ་རྒྱུས་ཀྱི་དབང་དུ་བྱས་ན་ནི་ནི་ཁོ་ལོ་རྒྱུས་རྣམ་དག་ཡང་རེད།

ནང་ནས་བྱེད་སྟངས་འདྲ་བོ་འདི་ནང་ནས་བསྟན་གི་ཡོད་རེད། ཨོ་དེ་ག་ལ་དེ་ནས་ཐང་ཅིག་ཨོ་ལ་སུ་ཞུ་བ་ནང་བཞིན་བྱས་བྱས་ནས་སློབ་གཉེར། རྒྱབ་སྟངས་དེ་ལ་ཡང་མདོག་དང་ངག་གི་སློབ་གཉེར་གཉིས་སུ་དབྱེ་ནས་ད་འདི་ནང་ལ། ཨོ་མདོ་ཕྱོགས་ཀྱི་སློབ་གཉེར་བསླབ་བྱ་ཙམ་མ་ཡིན་པ་ད་ངག་ཕྱོགས་ཀྱི་སློབ་གཉེར་བསླབ་བྱ་ཡང་འབྲེལ་འདོད་ཡོད་ཡིན་ཚ་ནས་མདོ་སྔགས་ཡོངས་སུ་རྫོགས་པ་བསྟན་པ་ཡོངས་སུ་རྫོགས་པ་ཞིག་ལ། ཨོ་ནས་སློབ་གཉེར་དཔྱིས་ཕྱིན་པ་ཞིག་གནང་བ་ཡིན་ན་ཨོ་ག་འདི་གཅིག་གནང་དགོས་གི་ཡོད་མེད། ཨོ་ཨ་དེ་གའི་དེ་པ། ཨོ་ཨ་ལ་སོགས་ཅེས་བྱ་བ་ལོ་རྒྱུས་དེ་ནི་བདེན་དཔང་ཐུགས་ངེས་ཞེས་པ་ཅིག་དང་རྗེ་བདག་ཉིད་ཆེན་པོ་རང་ཉིད་ཀྱིས་པའི་ཐུགས་ཉམས་སུ་བཞེས་བྱས་ནས་ནི་ཇི་ལྟར་རྟོགས་པ་འཁྲུངས་པ་དང། ཨོ་ཨ་ལ་སོགས་ཉིད་ཀྱི་བས་ག་འགྲིག་ཅིག་ཐུགས་གཉེར་གནང་བ་ཡོད་ནའོ་དེ་དང་རྗེས་མ་དག་དངོས་ནི་ཉུང་བ་མ་རྗེན་ཟེར་ན་མི་འདུག་ཨོ་ཨོ་ཐུགས་སུ་བཅས་ནས་མ་བླ་མ་རང་གིས་མ་གསུངས་བྱ་བ་ཅི་ཡིན་དུས། བ་དག་དེ་ལས་འདི་ལས་ལྷག་པའི་གི་དེ་ནི་ང་རང་ཚོར་ཅི་ཚད་མ་འཛིན་ས་མེད་བདེ་བ་ལྟ་བུ་ཅིག་ཆགས་བསྡད་འདུག་བ། ཨོ་དེ་འདྲ་ཅིག་རེད་དེ་ཡིན་དུས་ད་འདིའི་ཐོག་ནས་མ་ཅིག་ཞུས་ན་ང་རང་ཚོ་ཅི་གང་ག་ལ། ཨ་དགོས་པ་ཆེན་པོ་ཅིག་འགྲོ་ས་རེད་ད་ང་ཅིག་མ་ཅིག་བཤད་མཁན་ཅིག་ཡིན་ན་ཡང་ད། ཨོ་དངོས་གནས་ད་འདི་གི་དེ་ང་རང་ཚོ་ཅི་གང་གིས་ཅིག་ཀོ་བཤད་པ་པོ་དང་ཉན་པ་པོ་གང་གིས། ཐུན་མོང་གི་ཐོག་ནས་དེ་ནི་ང་ཚོ་གཅིག་སེམས་ལ་ཉར་དགོས་ཡ་གཅིག་དང། ད་གཙོ་བོ་ཐོག་སྔོན་བྱུང་སྟོན་པའི་རྣམ་ཐར་ཡང་ནི་རྗེས་འཇུག་བདུད་རྗེའི་ཉམས་ལེན་ཟེར་ནས། འོ་དེ་ང་རང་ཚོ་གསུང་རྒྱུ་ལས་ཡོད་བསྡད་པ་ན་ཞིག་དེ་གསུང་དེ་ཞིག་ར་རྩ་ཆེན་པོ་རེད་འདུག་ཨ། སྔོན་བྱུང་སྟོན་པའི་རྣམ་ཐར་ཟེར་ནས་ནི་དེ་ག་རང་གོ་དེ་རྐྱང་པ་དེ་རྫོགས་སོང་བ་མ་ཡིན་པ་དེའི་མཐའ་དེ་ལ་ཡང། རྗེས་འཇུག་གདུལ་བྱའི་ཉམས་ལེན་ཟེར་ལབ་མ་འདུག་ག་ལེར་སྔོན་བྱོན་བསྟན་པའི་རྣམ་ཐར་ག་འདྲས་དེ་བསྐྱངས་པ་དེ་ཐག་དེ་ལ། རྗེས་འཇུག་རྗེས་འཇུག་གདུལ་བྱའི་ཉམས་ལེན་དེ་ཡང་དགོས་པ་དེ་ཁོ་ཟུང་འབྲེལ་བྱས་ནས་འགྲོ་དགོས་ཡ་དེ། ཨོ། དེ་འདྲ་ཅིག་རེད་འདོད། ད་དེ་ཡིན་དུས་ད་དེའི་ཚོད་དེ་གི་དེ་འདི་ན་ནི། ཨོ་ལ་སོགས་བསྲེས་ཤིང་དམ་པ་གྱིས་གསུང་ངོ་འདོད་ད་དེ་ཡིན་ད་ད་རེད། འདི་ཐོག་ནས་མ་ཞུ་དགོས་རྒྱུ་མཚན་དེ་ད་དེ་འདྲས་ཅིག་བྱེད་དགོས་པ་འདྲ་བོ།

དངོས་གནས་ཡིན་ན་ད་ང་ཚོ་མ་བརྟག་ན་རེད་སློབ་གཉེར་གནང་བ་ཡིན་ན་རེད་སོ་སོ་ནང་ཁྱོན་ནས་ཞིང་པས་གནང་བ་ཡིན་ན་རེད། རྟོག་དཔྱོད་འདི་ལེགས་མ་དེ་དག་དེ་མཐའ་ལ་ལང་རིང་ཉམས་རྒུད་དེ་འགྱར་དགོས་ཀྱི་ཡོད་རེད། ཐ་མ་ཉིན་མཚན་ཀུན་ཏུ་ཉམས་སུ་བླང་སྟངས་འདྲ་བོ་དེ་ལང་རིང་ཉམས་རྒུད་ཀྱི་ནང་ལ་ད་སྲིད་ཞེ་ད་པ་ཞིག་གསུངས་ཡོད་རེད་བ། ཨོ་དེ་ཅི་འདུག་དེ་གཉིས་ཟུང་འབྲེལ་བྱས་ནས་བརྟག་དགོས་ཡ་དེ་དཔེ་གལ་ཆེན་པོ། ཨ་ན་ང་རང་སོ་ཅིག་རྗེ་རིན་པོ་ཆེ་གི་རྗེས་འཇུག་ཅིག་ཡིན་ན་དེ་གཉིས་ཟུང་འབྲེལ་བྱས་ནས་དེ་ཉིད་ཀྱི་ནང་ལོགས་ལ་དག་ཅིང་གཞུང་འདྲ་བ་ག་འདྲས་ཀྱི་གསང་ཡོད་ན་དེའི་ལང་ཀ་དེ་ལ། ཞུགས་དགོས་ཡ་དེ་ཞེ་དྲག་གལ་ཆེན་པོ་ཅིག་ཆགས་བསྡད་ཀྱི་འདུག་བ། དེ་བྱས་ནས་ནི་དེ་ཉིད་མ་ཟུང་འབྲེལ་བྱས་ནས་གཟིགས་དགོས་ཀྱི་ཡོད་རེད། གཞུང་ཁ་ཡ་འབྲེལ་བྱས་བསྡད་ན་ནི་ཏག་ཏག་བསྡད་ཀྱི་ཡོད་མ་རེད། ད་ལྟའི་ངོས་འཛིན་གྱི་དམ་པ་མང་པོས་དེ་འདྲས་གསུངས་ཡོད་རེད་བ་ད་ཐུགས་གཟིགས་བྱས། ཡ་དེ་ནི་ད་ད་རེས་འདི་ནི་མ་དག་རྟོགས་བརྗོད་འདི་ལས་མ་དེ་ནི་མ་དག་དེ་འདྲས་བྱས་ནས

ངོ་བོ་རེད་ད་དེ་ཡིན་ན་ཡང་ངག་གིས་ད་མ་ཞུ་ཡ་སྟེ། ད་དེ་ནས་འབྲེལ་བ་ཐམས་ཅད་ཀྱི་ནང་ནས་ངག་ཞུ་འདྲ་བོ་དེ། གུང་རུ་རྒྱ་མཚན་ཚོམ་བུའི་ནས་འབྲེལ་བ་དེ་ཆགས་ཀྱི་རེད། ད་ནི་གུང་རུ་རྒྱ་མཚན་ཚོམ་བུ་ཁོ་རང་དེ་ནས་གང་འབྲེལ་གྱི་ཆགས་ཡ་རེད་ཟེར་ན་རྗེ་བླ་མ་གཅིག་གིས་རྗེ་རིན་པོ་ཆེ་གི་ཞབས་དངོས་སུ་ཟིན་ནས་པས་ད་ཡུལ་རིན་པོ་ཆེ་ལ་མ། རྗེ་རིན་པོ་ཆེ་ལ་ནི་པས་བསྟེན་གཏུགས་གནང་མྱོང་མཁན་གྱི་སྐྱེས་མཆོག་ཅིག་ཆགས་དེ་ཡོད་དུས་གང་ལ་ཡང་ཁོ་ག་རེ་ཡིན་ན་འདྲ་གི་མི་འདུག་ཨ། ཨ་དེ་བྱས་ཏེ་གུ་རུ་རྒྱ་མཚན་ཚངས་བུག་གིས་ནི་དེ། རྡོ་རྗེ་འདུ་ལས་མི་འབྲལ་བ་དེ་ནང་བཞིན་བྱས་ནས་ནི་མ་ཞུ་བས་ཡིན། ཨོ་ད་དེ་འདྲའི་གི་ཅི་ང་ར་སོ་ད་སོང་རྩ་ཆེན་པོ་འདི་སོ། མེ་བླ་མའི་མ་རང་རྣམ་བརྩམས་ནས་དེ་ནི་དེའི་སློབ་མ་དངོས་སློབ་ཁོ་རང་གི་འབྲེལ་བ་རྩོམ་བཞེངས་བ་འདི་སོ་ལ། ཨ་ནི་ཨོ་ལ་སོ་མི་སྲིད་གི་ཅི་བདག་དེ་རྟེན་འབྲེལ་དེ་དགོས་པ། དེ་འདྲ་མང་པོ་ཅི་ཡོད་ཀྱི་རེ་དྲན་གི་འདུག་ཨོ་ཐུགས་སུ་ཆེ་ནས་ཞུ་ཡ་ཡིན། དེ་ནས་ད་ས་སྐྱའི་ལེན་སྟངས་འདྲ་མི་འདྲ་མང་པོ་བྱེད་འདུག་དེ་བ་ལས་དང་པོ་དེ་ལ་ད་ཐོག་མར། ཨ་ནེ། མཆོད་པ་རྒྱུད་ཀྱི་བཙུན་མོ་དམ་བཅའ་བ་ཟེར་དེ་རེད་ད་ད་ནི་དང་པོ་དེ་ལ། ད་མཆོད་རྒྱུད་དེ་ལ་ཡ་དེ་ནས་ད་ཐོག་མར་མགོ་ལས་འདུག་ཨོམ་དེ་ལས་ཟེར་རྒྱུད་ཀྱི་ཟེར་སོང་འདུག་ཨ། ད་ཨོམ་གྱི་དོན་དེ་ཅི་ད་ཨོམ་གྱི་དོན་དཔེ་མང་པོ་ལས་འཇུག་པ་ད། སྤོམ་ནི་ཅི་ཞིག་ཡིན་པ་བརྗོད་ཚེ་ཡང་ནི་བཤད་རྒྱུད་རྡོ་རྗེ་རྩེ་མོ་གི་ནང་ན་ཕྱོགས་དང། ཨ་ནེ། ནོར་དང་དཔལ་དང་དབྱངས། དམ་བཅའ་བ་དང་བཀྲ་ཤིས་བྱེད་ཟེར་ཡ་འདྲ་བོ། དེ་འདྲ་གི་དོན་བདུན་ཡིན་ན་གཅིག་ལ་འཇུག་པའོ་ཐུགས་སུ་སོང་ཡོང་ར། ཨོ། དེ་འདྲ་བྱེད་དུས་ག་ལ་ནམ་རྒྱུན་གྱི་ཨོམ་ཟེར་ནས། ཡི་གེ་འབྲུ་གཅིག་མ་གཏོགས་ཡོག་མ་རེ་དེ་ཡིན་ན་དེས་ཅི་ག་ཚ་ག་ལ་གོ་ཆོག་ཡ་འདྲ་བོ་ཅི་ཡིན་པ་རེད། ཨོ། ལ་སོ། ད་ད་ད་འདི་རེད་དེ་ནས་ཨོམ་ཟེར་མི་བ་དེ་ནི་མཆོག་སྟེར་བ། ཀྱི་རྟེན་འབྲེལ་ལས་ཚོགས་ནི་ཡག་པོ་འབྲི་ཡག་གི་ཆེད་དུ་ནི་མེད་པ་ད་དེ་འདྲའི་རྐྱེན་གྱིས་རེད་དྲན་གྱི་འདུག་ལ་སོ། དེ་ནས་ད་ང་རང་ཚོ་ཀྱིས་སོ་སོ་སློབ་གཉེར་བྱས་པ་ཡིན་ན་འདྲ། ནི་རྒྱའི་བདག་ཉིད་ཆེན་པོ་རང་གི་སྐུ་ཚེ་གང་པོ་ལ་ཅིག་ལབ་པ་སློབ་གཉེར་ག་འདྲས་ཅིག་གནང་ཡོད་མེད་དེ་ཚོ་ག་རེ་ཡིན་ན་ཡང། ས་སྐྱེས་འདྲ་བོ་ཅིག་བྱིས་པ་རྒྱག་པ་ཡིན་ན། ཐོག་མར་རང་གི་རྩ་བ་བཤེས་གཉེན་དེ་ཚུད་ནས་ནི་དེ་ཇི་ལྟར་བསྟེན་པའི་ཚུལ་དེ་དང་པོ་གལ་ཆེ་ཤོས་དེ་བྱ་དགོས་པ་རེད། ཤི་ཉེན་ཏེ་ཚེ་ཉེན་ཚང་བ་ཞིག་དང་མཇལ་ནས། དེ་བརྟེན་བརྩོན་ཚུལ་ཞིག་བྱས་ནས་ཤི་ནས་ད་དེའི་སྐུ་འདི་ནི། འོ་ན་སོ་ད་གདམས་ངག་ནོས་བྱས་ནས་བློ་ཉེས་སྐྱོན་དགོས་ཡ་དེ་ད་གལ་ཆེན་པོ་ཅིག་ཡིན་པ་རེད། འོ་དེ་བྱེད་དུས་ད་ད་ལྟ་འདི་གའི་ཐོག་མ་དེ་ལ་རྗེས་རབས་བདག་ཉིད་ཆེན་པོ་གིས་ཤི་ཉེན་བརྟེན་ཚུལ་གྱི་སྐོར་དེ་གསུངས་འདུག་བ། ཨོ་རྒྱན་རང་གི་ཐུགས་མ་ནི་དགེ་བའི་བཤེས་གཉེན་དག་བཅུ་ཆའི་དུད་འགྲོ་རིན་ཆེན་ནས་བཟུང་སྟེ། ཨོ་ལ་སོགས་སློབ་གྲྭའི་གྲུ་ཆེན་ནང་ཁ་རྒྱ་མཚན་དག་དེ་ཡིན་ཆེད་ཀྱི་དག་བླ་མ་དཔེ་མི་སངས་ཀྱིས་མི་ཁྱབ་པ་མང་པོ་བསྟན་ཡོད་རེད་ཨོ་ད་དེ་སོགས་རེད་དེ་ནས་གཙོ་བོ་གཙོ་བོ་དག་ཨོ་ལ་སོགས་ལྷག་དོན་རྣམ་པར་བྱིན་གྱིས་རྗེ་བཙུན་འཇམ་པའི་ཡང་རི་བ་དག་ཨོ་ཐུགས་སུ་ཆེ་དེ་ཡིན་དེ་དག་དགེ་བའི་བཤེས་གཉེན། བསྟན་ཚུལ་དེ་ལ་ནི་ཚིགས་བཅད་གཅིག་གསུངས་ཀྱང་དག་ཆོས་སྤྱོད་ཀྱི་ཚུལ་དེ་དག་དེ་ག་འདྲས་ཅིག་གསུངས་འདུག་ཟེར་ན།

ཨ་སོང་བ་རེད། དེ་ནས་ད་དེ་ནས་མ་ཐང་ཆོས་རྒྱུད་དེ་ལ་ནི་ག་རེ་གསུངས་འདུག་ཟེར་ན་ད། དགེ་བའི་བཤེས་གཉེན་གྱི་དེ་ནི་བས་ཁ་བཏགས་བཀའ་དྲིན་ཆེ་ཞུ། ཁྱེད་ཤིན་ཏུ་བཀའ་དྲིན་ཆེ་བས་ནས་བས་བཀའ་དྲིན་ཅིག་ཨ་ནི་བརྗོད་གཞི་ལས་བརྩམས་ཏེ་གསུངས་འདུག་ཨ། འཇིག་རྟེན་ཐོ་རེག་བྱང་འགྲོ་ལྟ་བའི་མིག་ཟེར་ནས་ཅིག་བྱས། སྲིད་ལམ་འཁྱམས་པའི་དུབ་པའི་ང་སུ་གནས་ཟེར་ཅིག་བྱས། བདེ་ལེགས་རྩ་བ་ཟེར་ནའོ་དེ་དོན་ཚན་གསུམ་གྱི་ནང་ནས། དྲིན་ཆེན་ལ་མ་སོ་བོ་ཏུ་ནི་བདེ་ལེགས་རྩ་བ་དྲིན་ཆེན་ལ་མ་སོ་བོ་ཏུ་ཟེར་གྱི་ནས། ལ་སོ། ད། དོན་ཚན་གསུམ་གྱི་ཐོག་ནས་འགྲེལ་བཤད་བསྐྱོན་གནང་འདུག་དེ། ད་ད་ག་རེ་རེད་ཟེར་ན་དགེ་བའི་བཤེས་གཉེན་དེ། ཨ་ནེ། སྔོ་ལྟོ་དང། ཨ་ནེ། ངེས་ལེགས། གཉིས་ཐོབ་པ་ལ་ད་ལྟ་བའི་མིག་ལྟ་བ་དེ་རེད། སྔོན་ཐོའི་ལམ་དང་ངེས་ལེགས་ཀྱི་ལམ་ལ། མིག་ལྟ་བ་གྱིས། འཇིག་རྟེན་ཐོ་རེ་ཟེར་བ་དེ་ནི་སྔོན་ཐོ་རེད་བ། བྱང་གྲོལ་ཟེར་བ་དེ་ད་བྱང་ཆུབ་བར་འགྲོ་བ། བ་དེ་ངེས་ལེགས་རེད་བ། དེ་ལྟར་སྔོན་ཐོ་ཐོབ་བྱ་སྔོན་ཐོ་དང་ངེས་ལེགས་ཀྱིས་ནི་བས། བ་ལ་ད་ཐོབ་པར་བྱེད་པའི་ཐབས་ལ། ཐབས། ཐབས་དེ་ལ་ནི་བལྟ་བའི། ལྟ་བའི་མིག་ལྟ་བའི་དེ་དགེ་བའི་བཤེས་གཉེན་གྲགས་བདེ་བ་རེད། དེ་ཡིན་དུས་ང་རང་སུ་ཡིན་ནའང་བལྟ་ན་ག་རེ་ཟེར་ན་དགེ་བའི་བཤེས་གཉེན་གྱི་མགོ་ན་དེ་ནི་ཐོག་མར་མངོན་རྟོགས་ལ་ཁྲིད། དེ་ནས་རིམ་པར་ཞིག་ན་དགེ་ལེགས་ལ། ཨ་ནི་འགྲོ་དགོས་ཡ་དེ་འདྲའི་ཅི་རེད། ད་དེ་འདྲའི་ཅི་བྱེད།

ཐོག་མར་ངེས་ལེགས་ཚིག་མི་གྲོལ་ནི་དེ་ཡི་གཞན་ཟེར་བ་ནི་སྔོན་ཐོག་ཚིག་མི་གྲོལ་དགོས་ཡ་སྟེ། དེ་འདྲའི་རིམ་པ་བརྒྱུད་དགོས་མཁན་གྱི་གང་ཟག་དེ་སུ་འདྲ་ཅི་རེད་ནང་པ་རེད་ད་ཕྱི་རོལ་པ་རེད།